འོ་དེ་འདྲའི་ཁ་ཤས་ཤིག་བྱུང། ཚར་གཅིག་ཡང་རྨི་ལམ་ནང་ལོགས་ལ་ཅིག་ལག་པ་དུགས་སུ་བྱུས་ལས། རྨི་ལམ་ནང་ལོགས་ལ་གྲོང་ཁྱེར་གཅིག་ནང་བྲོས་བསྡད། ལག་པ་དུགས་སུ་བྱུས་སོང་རྐུ་མ་སླེབས་སོང་དྲན་སོང་གཉིད་ཚད་སོང་གཉིད་ཚད་དུས་ཁང་པ་ནང་དུ་རང་རྐྱ་བྱུས་བསྡད། ཨ་ནི་ཞེས་སུ་དོགས་འདྲིའི་སྣང་བ་ཤར་ནས་ཨ་ལེ་ཀྱེ་ཀྱེ། དེ་ད་གསལ་བོ་ཧ་གོ་མ་སོང་ཞུ་གུ་བྱས་དུས་དེའི་འཁྲུལ་སྣང་རེད། འཁྲུལ་སྣང་ཡིན་པ་དེ་ད་ཞེ་འདག་ཅིག་ལ་བལྟས་ནས་ཨ་ནི་ཧ་གོ་སོང། ད་ག་འདིར་དོང་འདྲའི་སྐད་ཆ་མ་ཡིན་པ་ཅིག་འཁྲུལ་སྣང་དེ་འདྲའི་ཡོད་ས་རེད། འདི་ན་བཞིན་སྐུ་ཞོར་ངས་ངོ་ཤེས་པ་ཅིག་ཡོད། དགོངས་དག་ཉེས་ཚབ་དེ་གནད་མི་འོང་དུ་ས་ནག་པོ་ཅིག་ཏུ་སླེབས། ཁྱོད་ནི་དེ་བྱེད་མ་ཐུབ། དེ་ནས་ཁོས་ད་ཐབས་མ་ཐབས་ཤིག་གར་བྱེད་རེད་ཟེར་ན་མ་ཉེས་ཁོ་ལ་ལུས་རྩེད་རྩེ། ཨ་ནི་གནད་འགུལ་མི་འདུག་ས།

ཚེ་ང་གུང་སེང་གཅིག་འགྲོ། གུང་སེང་ཞིག་འགྲོ་ནི་ད། གུང་སེང་འགྲོ་བའི་སྐབས་ལ་ད། ཁོང་ཚོའི་མཉམ་དུ་ཡུལ་སྐད་རྒྱག་དགོས་རེད། ལོ་གཞོན་པ་དེ་ཚོའི་མཉམ་དུ་ནེ་པ་ལི་སྐད་རྒྱག་དགོས་རེད་ད་བོད་སྐད་བེད་སྤྱོད་བྱེད་ར་མི་འདུག། ཚེ་གཅིག་པ་ལ་ཨ་མ་ལ་ཡོད་ས་ལ་མཉམ་དུ། ཕྱིན། བསྡད་བསྡད་དུས་ངས་ཅོ་ཅོ་དང་མི་ཁ་ཤས་ཀྱིས། ཐུགས་ཀ་ལས་སུ་པ་ལ་ཨ་མ་ལ། དེ་འདྲའི་ཆེད་ལ་ཨ་ཅག་ཅིག།

ཁྱེད་རང་གིས་ཁྱེད་རང་གི་ལས་ཀ་བྱེད་དགོས་ཡ་དེ་འདྲའི་ཁྱེད་རང་ལ་གོ་ཡ་དེ་འདྲའི་ལབ་ན་ཁྱེད་རང་གསུངས་དང་ང་ཚོ་ཐུབ་ཡ་ཅིག་ཡིན་ན་ཏན་ཏན་རོགས་པ་བྱེད་ཀྱི་ཡིན་ལེ། ཧྥུ། རིན་པོ་ཆེའི་ལས། དེ་ནས་ང་གཉིས་ལྷོད་ལྷོད་བྱས་ཏེ་སྐད་ཆ་བཤད་རོགས་དང་མི་གཉིས་སྐད་ཆ་བཤད་པ་ནང་བཞིན། ང་མ་ཤི་དེ་ནས་ཚུར་ཡོང་དགོས་ཡ་ཟེར་ད་གལ་མེད། ཁོ་ཚོར་བདག་གིས་མ་ནིང་བྲང་ས་ནས་ཚུར་ཡོང་གི་འདུག་ང་ཡི་མཉམ་དུ་ལས་བཞག་ཡིན། ཨ་ནེ་ལུང་པ་པི་སངས་ཟེར་ཡ་ལུང་པ་བྱོར་འདི་གི་དགོན་པ་གི་སྲུང་མ་ཡིན། ཨ་དེ་འདྲའི་ཅི་ནས་ཨེ་ང་གཉིད་ལྷེ་ལྷེ་བྱས་ནས་བོད་སྐད་རྒྱབ་ནས་སྐད་ཆ་བཤད་དེ། ཨ་སྲུང་མ་རེད་ལབ་པ་དང་ཡང་ཨ་མ་ཁོང་ཚོས་ཡང་རྩ་ཆེན་པོ་བརྩིགས་འདུག་ཨ་ནི་ཅི་ཅི་ཅི་ཅི་རེད་ག་རེ་རེད་གཉིས་གཉིས་ག་རེ་ཟེར་ད་ལུང་བསྟན་མང་པོ་ཞུས་འདུག་ང་ད་དེ་དེ་གནས་ཚུལ་དེ་ཡི་ཐོག་ནས་ད་མི་མ་ཡིན་པ་གཞན་དག་ཅིག་བརྫུས་སོང་བསམ་པ་མ་གཏོགས་ལུང་བསྟན་ལ་ད་ཡིད་ཆེས་སྐལ་མེད། གང་ཅིའི་ད་དུ་བྱས་ནས་ཁོང་ཚོས་ལུང་བསྟན་མང་པོ་བཤད་ངས་སྐད་སྒྱུར་བརྒྱབ་ནས་སྐད་སྒྱུར་བྱས་བྱས་སྐད་ཆ་མང་པོ་བཤད་རེད། ཨེ་ཞེ་ཧུད་ཁོང་ཚོས་ང་རྒྱུན་དུ་ན་བསྡད་ཀྱི་ཡིན་ཙང་ཨ་མ་ཁོང་ཚོས་ང་ལྟ་སྐད་ཅིག་བྲིས་འདོད་མེད་བྲིས་དགོས་རེད་ས་འུ་ཚོས་ཀྱ་ནི་ན་བསྡད་ཀྱི་འདུག་ག་རེ་རེད་ས་ཨ་ནི་ལས་གནས་རེད་ས་ཨ་ནི་ཞབས་བརྟན་འདི་འདྲའི་བབས་ས་འདི་ནང་དུ་ཅིག་ལན་ཆགས་བཏང་དགོས་རེད་ས་ལན་ཆགས་ཟེར་ཅིག་ཁོ་གོ་མྱོང་ཤག་ཡིན་ནའི་ཧ་གོ་མེད་ངས་ཁོ་ལ་ལན་ཆགས་བཏང་ཟེར་ན་ག་རེ་ཡ་རེད་ག་རེ་རེད་ལ་ཡིན།

ད་དེ་དངོས་གཟིགས་ཡོད་པ་ཡིན་ན་ཨ་ལེ་དང་པོ་དེ་ཁོ་རང་དོང་ཁྲིད་རྩ་ཆེན་པོ་ཡིན་ལྷ་རྩ་ཆེན་པོ་ཡིན་ནའི་མེད་ན་མེད་ཁྱད་གས་མི་འདུག་དེ་ཡིན་ནའི་ཀླད་པ་དེ་རུ་ཨ་ཀླད་པ་མ་ཡིན་པའི་ཤེས་པ་ཅིག་ཤེས་པ་གཞན་དག་ཅིག་གིས་ཁོའི་ཀླད་པ་བེད་སྤྱོད་བྱས་འོང་རོགས་ད་ཙུ། དེ་བྱས་འོང་དུས་ཟེར་ནས་ད་ཀླད་པ་ལས་ལོགས་སུ་ཤེས་པ་ཟེར་ཅིག་ཡོད་པ་དེ་གསལ་པོ་ཆགས་ཀྱི་འདུག་གལ་སྲིད་ཡོད་པ་ཡིན་ན། དེ་ནས་ཨ་ནི་དོང་ཁྲིད་ལ་བརྟག་དཔྱད་བྱས་ན་གྲུབ་འབྲས་ཐོན་ཡའི་རེ་བ་ཡོད་པ་དེ་ཏས་ཨ་ནི་ཡེ་ཤེས་རལ་བ་ཆེ་རུ་ཕྱིན་སོང། དེ་ནས་ནེ་པ་ལི་གི་གཅིག་ཨ་ཅར་ཞིག་ཡོད་རེད་བསམ། དོང་འདྲེ་དང་ལྷ་དང་དྲ་མི་དྲ་ཚུལ་ལྡན་མཁན་ཞིག། ད་དེའི་རྩ་ལ་ཨ་ནི་འགྲོ་རེད་ད། ཚར་མང་པོ་འགྲོ་རེད་པེ་ཤ་ཡེ་དེ་ཚོ་སྤྲད་དགོས་འདུག་ཨ་ནི་སྤྲད་ཤེས་རེད་ད། མཚམས་མཚམས་ལ་སེར་སྣ་སྐྱེ་གི་འདུག་ཡང་བསམ་བློ་བཏང་དུས་དེའི་རྐྱེན་བྱས་པའི་སྐྱེ་བ་སྔ་ཕྱི་ཡོད་མེད་དེ། ནེ་པ་ལི་ཐོན་ན་པེ་ཤ་ད་གས་མ་རེད་བ། གང་བྱས་ད་འགྲོ་རེད། གྲོ་ནས་མཚམས་མཚམས་ལ་ནེ་པ་ལི་ལྷ་དེ་འདྲའི་ཚོད་ཡོད་དོ། ཨ་ནེ་ནེ་པ་ལི་སྐད་ཆ་བཤད་ནས་དེ་འདྲའི་ཡོང་གི་འདུག་ད། མཚམས་མཚམས་ལ་ཡང་བོད་པའི་ལྷ་དེ་འདྲའི་ཚོད་ཡོད་གི་འདུག་བོད་རྒྱའི། ཁོ་རང་ལྟ་བརྒྱ་ཆ་བརྒྱ་ད་མ་ད་ང་ཚོས་ཡིད་ལྟ་བྱེད་ཀྱི་མ་རེད་དེ་ཁོ་རང་ལས་བྱས་ན་བོད་རྒྱ་ཞིང་མེད་ཟིག་འདུག། ནེ་པ་ལི་རང་རེད་ཟེར་བས། ཨན་བོད་ཀྱི་ཤིང་ཡིན་མེད་ལ་ཡོད་དོ་ཡིན་ནའི་ཁོ་རང་མི་རིགས་འདི་རྟ་མང་མི་རིགས་རེད་བཞག་རྟ་མང་མི་རིགས་ཡིན་ན་ཁ་ཤས་ཁ་ཤས་བོད་རྒྱའི་ལྟས་བྲལ་བ་ཡོད་པས་ཟེར་རོ་བཞི་དེ་ཡོད་རེད་ད་གང་ལྟར་ཡང་བོད་རྒྱའི་འདི་བེད་དེ་མི་འདྲ་བ་ཞིག་རྒྱག་གི་འདུག་ཚར་གཅིག་བུ་བུ་གཅིག་བཙུན་ནས་བུ་གི་སྐྱེས་དེ་མི་འདྲ་བ་ཞིག་རྒྱག་གི་འདུག་ད་འདི་འདྲས་ཤིག་ནས་ཕ་སྐད་ཚར་ཁ་ཤས་བྲོ་ཡིན་བྲོ་ཡི་ཁ་ཐུག་དེ་ལ་ཅིག་ཏན་ཏན་ཡོད་ས་རེད་བསམ་པ་ཅིག་ཚོར་བ་ཅིག་དྲན་ཐུབ་ཀྱི་འདུག་ཡིན་ནའི་དེ་གིས་ང་རང་ཚོར་སྣང་ཙམ་མ་གཏོགས་ཁུངས་སྐྱེལ་བྱེད་ཐུབ་མ་རོགས་ཁྲིམས་ལ་གཏུགས་པ་ཡིན་ན་ད་ཁུངས་སྐྱེལ་ཕན་ཐོག་ཡ་ཡོད་མ་རོགས་ད་དེ་ད་གར་བྱེད་དགོས་ཡིན་ན་དེ་ནས་ནི་དེ་བྱས་ནས་ནི་རྒན་རྒྱ་མཚོ་ལགས་གུང་སེང་ཕེབས་སོང་བ་ཡོད་ལ་ཚིག་ངན་སྒྲ་ཚང་རྒན་རྒྱ་མཚོ་ལགས་ཨེ་གན་ལ་སྐད་ཆ་བཤད་ཆེ་ངས་དེ་ཞིབ་འཇུག་བྱེད་ཀྱི་ཡོད་ང་རང་གིས་ད་ཡིད་ཆེས་ཅིག་ཆགས་ཀྱི་འདུག་ཡིན་ནའི་དེ་ཁུངས་སྐྱེལ་གསལ་པོ་ཆགས་ཡོད་མི་འདུག་ད་ཁུངས་སྐྱེལ་གསལ་པོ་རག་ཡ་ལ་གར་བྱེད་དགོས་ཀྱི་འདུག། ནི་གྲོས་བསྡུར་བྱས་བྱས་བྱས་བྱས་ད་མ་རེད་ད། འདི་བྱེད་དགོས། འཕྲིན་བཅོལ་བཏང་རྗེས་བོད་པའི་ལྷ་ཅིག་ལ། ཨ་ནི་སང་ཉིན་ཨ་ཅག་འདི་ས་ལ་ཡོང་རོགས་ཅིག་ལབ་དགོས་ཤག་ནང་ལོགས་ལ། ཁང་པ་ནང་ལོགས་ནས། ཨ་འདི་ལྷ་འདི་ཏག་ཏག་སང་ཉིན་སླེབས་སོང་ན། ཨ་ནི། ཁུངས་སྐྱེལ་གསལ་པོ་ཆགས་འགྲོ་རེད། འདི་བྱས་རེད། ཨ་ནི་ད་འཕྲིན་བཅོལ་ག་རེ་བཏང་ག་ཟེར་དུས། གན་ཡག་པོ་ཤེས་ངེས་མི་འདུག་ང་ཡག་པོ་ཤེས་ངེས་མི་འདུག། ཨ་ནི་དེ་བར་ཆེད་ལས་ཚད་ཡིན་པས་ཁ་འདོན་གྲུབ་པ་བཀའ་བརྒྱུད་ཀྱི་དཔེ་ཆ་ཅིག་རགས་སོ། འོ་དེའི་ནང་ལོགས་ལ་ཚེ་རིང་མ་གིས་འཕྲིན་བཅོལ་དུ་ཚེ་རིང་ཆེ་ངག་གིས་ཨ་ནི་བྱ་བཏང་ཅིག་བསྐོས། ཨ་ནི་རྒན་ང་གཉིས་ཀ་ཞབས་བརྟན་ཡག་པོ་ཤིང་ནི་མི་འདུག་ད་གང་བྱེད་ད་བྱ་བཏང་ཅིག་བསྐོས་ཨ་ནི་འཕྲིན་བཅོལ་བཏང། ལྷག་པར་དུ་ཚེ་རིང་མ་ལ་ང་ཚོའི་སྐྱེ་བ་སྔ་ཕྱི་བརྟག་དཔྱད་བྱེད་ཡའི་ཆེད་དུ་དེ་དཔེ་དོན་དག་ཆེན་པོ་ཡིན། སང་ཉིན་འཇིགས་མི་འཇིགས་ཁྱེད་རང་ཕ་གས།

རྫུན་མ་ཁྲ་ངན་ཡོང་ཡོང་གོ་རེད་དེང་སང་རྒྱ་གར་ལ་གོ་མ་སོང་དུ་བོད་དུ་སྐད་ཆ་མང་པོ་ཡོག་རེད་པ་ལ་དེ་ཨ་ནི་ལྷ་བབ་ངན་བྱས་ཨ་ནི་མ་འབྲོང་རྩེ་དང་སྤུ་ཏི་ལ་རླབས་བྱས་ཨ་ནི་དེ་འདྲི་དེ་འདྲི་བྱས་འོ་རེད་དེ་འདྲི་དེ་འདྲི་བྱས་འོ་རེད་ཨ་ནི་རྐང་པ་རྩེ་དེ་བཙུགས་ན་པུས་མོ་དར་སིག་རྒྱག་གི་རེད་ཨོ་དེ་འདྲི་དེ་འདྲི་ད་དེ་འདྲི་མང་པོ་ཞིག་ལྟ་བའི་སྐད་ཆ་ཡོག་རེད་ད་ཨ་དེ་འདྲི་ཨ་ནི། ཨོ་དེ་འདྲའི་སྐད་ཆ་མང་པོ་ཡོད་རེད་ད་གང་ཆེ། ཡང་ན་མེད་ན་ནི་རྫུན་མ་འཁྲབ་རེད་ལབ་བོ་བྱེད་ཀྱི་རེད། ཡང་ན་མེད་ན་ནི་ན་བཟའ་འདྲ་པོ་ཅིག་རེད་ལབ་བོ་བྱེད་ཀྱི་རེད་གདོང་པ་དམར་མོ་འདྲ་ཞིག་ཆགས་སྐད་ཆ་འདྲ་མི་འདྲ་བཤད། ན་བཟའ་འདྲ་པོ་ལངས་རེད་ལབ་བོ་བྱེད་ཀྱི་རེད། འདི་གཉིས་ཀ་ག་རེ་ལབ་པ་ཡིན་ནས་ཏག་ཏག་ཅིག་ཏག་བདེ་པོ་མི་འདུག། ག་རེ་ཟེར་ན་རྫུན་མ་འཁྲབ་རེད་ལབ་དགོས་བྱུང་ནས་དེར་ཁག་པོ་འདུག་ད་བདག་གིས་འདི་ཚོའི་གནས་ཚུལ་འདི་ཚོ་ངེད་ཀྱི་ཆེད་དུ་རྫུན་མ་འཁྲབ་རེད། འདི་ལ་ཁ་བོ་དོ། ད་བཙུན་མ་འཁྲབ་པ་ཡིན་ན་ད་ནི་གཞུང་དང་གར་སྟོང་དང་དེ་ཚོ་ད་སྐུ་རྟེན་དེ་གིས་ད་བཙུན་མ་འཁྲབ་བར་བ། ཨ་ནི། ད་རྒྱལ་བ་རིན་པོ་ཆེ་ད་ཚར་མང་པོ་ད་ཐུགས་གནང་དགོས་བ་རེད་སྐད་ཆ་བཤད་དགོས་བ་རེད། བཙུན་མ་འཁྲབ་པ་ཡིན་ན་རྒྱལ་བ་རིན་པོ་ཆེ་མ་མཁྱེན་པ་ད་བྱེད་ཨ་ཡོང། རྒྱལ་བ་རིན་པོ་ཆེ་ལྷ་རང་ཡིན་པ་ཡིད་ཆེས་གནང་གི་འདུག་ཨ། ད་བཙུན་མ་འཁྲབ་རེ་ལ་ཡ་དེ་ལྟས་ས་ཁ་བོ་འདུག་གནས་ཚུལ་མང་པོ་གཅིག་གི་ཐོག་ནས། ད་ན་བཟའ་རེ་ལ་གོ་ནས་ལྟས་ས་ཁ་བོ། སྐད་ཆའི་དུས་སུ་དྲིལ་ཆགས་པོ་ཞིག་པོ་ཤེས་ཀྱི་འདུག་ཨ། ནི་ཆུང་གི་རྩོམ་བྱ་སྤྱོད་དེ་འདྲ་འདུག་ཨ་ཁ་དུ་དེ་བྱས་ནས་རྩོམ་སྐྱོར་དེ་འདྲ་རྩོམ་ཡག་པོ་འདུག་ཨ་ནི། དེ་འདྲའི་གི་ཐོག་ནས་བཤད་པ་ཡིན་ནས་ན་ཚེར་ཡང་ན་མེད་ན་ནི་ཨ་ནི་ཆོ་ག་བཏང་ཡོང་དུས་ཚེ་ནི་སླེ་ཡོང་གི་འདུག་ཨ་ཆོ་ག་བཏང་བ་དང་ན་ཚེ་དེ་ཕོ་ཁོག་རེད་ལབ་ནས་དེ་སུ་ཁ་པོར་བ་ང་དུང་གི་དུད་འགྲོ་དེ་བྱས་ན་ཚེ་དེ་ཕོ་ཁོག་རེད་ལབ་བཞིན་ད་འདི་ལ་གང་ཅིའི་ཞིབ་འཇུག་བྱས་པ་ཡིན་ན་ཨ་ནི། ཀླད་པ་ལས་ལོགས་སུ་ཤེས་པ་ཟེར་ཡས་ཅིག་ཡོད་དེ་བ། དེའི་ཡ་བཙུན་མ་དོན་བྱས་ཡོད་དེ་ངེད་ཅིག་དང་ཏེ་སི་ཏ་སུམ་བཏང་ཡོད་པ་འདྲ་བོ་རེད།